བོད་ཀྱི་ལོ་རྒྱུས་གསལ་བའི་གཏམ་སྲིད་པའི་མེ་ལོང། ཕོ་བྲང་འཕང་ཐང། ཕོ་བྲང་འཕང་ཐང། ཕོ་བྲང་དེ་ནི་བོད་ཀྱི་བཙན་པོ་ཁྲི་ལྡེ་གཙུག་བཙན་གྱི་སྐུ་དུས་སུ་བཞེངས་པའི་ཕོ་བྲང་ཞིག་ཡིན་ཚོད་འདུག་ལ། ཕོ་བྲང་འདི། དུས་སྐབས་ཤིག་གི། བོད་ཀྱི་བཙན་པོའི་བཞུགས་གནས་དང། ཆབ་སྲིད་ཀྱི་བརྟེན་གནས་ཙམ་མ་ཡིན་པར། བོད་ཀྱི་ཤེས་ཡོན་འཕེལ་རིམ་གྱི་ལོ་རྒྱུས་ཁྲོད། དམིགས་བསལ་དོན་སྙིང་ལྡན་པ་ཞིག་ཏུ་གྱུར་ཡོད། ཕོ་བྲང་འདི། ཐོག་མར་བོད་ཀྱི་བཙན་པོ། ཁྲི་ལྡེ་གཙུག་བཙན་གྱི་སྐུ་དུས་སུ་བཞེངས་པ་ཡིན་པའི་ཤོད་སྲོལ་ཡོད་པ་ལྟར་ན། ཕོ་བྲང་འདི། ཕྱི་ལོ་དུས་རབས་བརྒྱད་པའི་སྟོད་དུ་བཞེངས་པ་ཞིག་ཡིན་པ་ཚོད་དཔག་བྱེད་ཐུབ། ཕོ་བྲང་འདི་དང་འབྲེལ་བའི་ལོ་རྒྱུས་གལ་གནད་ཅན་ཞིག་ནི། དཀར་ཆག་འཕང་ཐང་མ་བྱ་བ་འདི་ཡིན་ཡང། དཀར་ཆག་འཕང་ཐང་མའི་བྱུང་རིམ་ལ། བོད་ཀྱི་མཁས་པའི་ཁྲོད་ཤོད་ཚུལ་མ་འདྲ་བ་འགའ་ཤས་ཡོད། དཔེར་ན། བཙན་པོ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་སུ་དཀར་ཆག་འདི་ཉིད་བསྒྲིགས་པའི་ཤོད་ཚུལ་ཞིག་དང། ཡང་བཙན་པོ་སད་ན་ལི་འཇིགས་ཡུན་ནམ། ཁྲི་ལྡེ་སྲོང་བཙན་གྱི་སྐུ་དུས་སུ། བོད་ཀྱི་དཔེ་དེབ་སྤེལ་ཚེས་སོགས། བོད་ཀྱི་ལོ་ཙཱ་བ་འགའ་ཞིག་གིས། འཕང་ཐང་དཀར་མེད་ཀྱི་གཙུག་ལག་ཁང་དུ་བཞུགས་པའི་བཀའ་འགྱུར་དང། བསྟན་འགྱུར་གྱི་ཆོས་ཚན་རྣམས། ཚེག་བར་བརྒྱད་རེ་ལ་ཤོ་ལོ་ཀ་རེ་དང། ཤོ་ལོ་ཀ་སུམ་བརྒྱ་ལ་བམ་པོ་རེའི་ཚད་དུ་བྱས་ཏེ། གཞུང་ཚད་དུ་གསར་བསྒྲིགས་ཀྱི་དཀར་ཆག་བཟོས་པ་ལ། ཡོངས་གྲགས་སུ་དཀར་ཆག་འཕང་ཐང་མ་ཞེས་བྱ་བ་དེ་བྱུང་བ་ཡིན་པའི་ཤོད་ཚུལ་ཞིག་ཡོད་པ་རེད། ཡང་ཤོད་ཚུལ་གཞན་པ་ཞིག་ནི། མངའ་བདག་ཁྲི་རལ་པ་ཅན། ཕོ་བྲང་འཕང་ཐང་ཀ་མེད་དུ་རྒྱུན་རིང་པོར་བཞུགས་འདུག་པ་དང། ཁོང་ཕོ་བྲང་འདི་ཉིད་དུ་བཞུགས་སྐབས་སུ་ལོ་ཙཱ་བ་རྣམས་ཀྱིས་དཀར་ཆག་འཕང་ཐང་མ་ཞེས་པ་གཏན་འབེབས་མཛད་པའི་བཤད་སྲོལ་དེ་ཡིན། དེའི་ཚུལ་ནི། དཀར་ཆག་འཕང་ཐང་མར། སླད་ཀྱི་ཁྱི་ལུ་ལ། ཕོ་བྲང་འཕང་ཐང་ན་བཞུགས་པའི་སྟོན་ཞེས་པའི་དེ། བཙན་པོ་ཁྲི་རལ་པ་ཅན། ཡར་ཀླུང་ཤར་ཕྱོགས་ཀྱི་ཕོ་བྲང། འཕང་ཐང་ཀ་མིག་ན་བཞུགས་པའི་སྟོན། ཞེས་རྩོམ་སྒྲིག་པའི་མཆན་བཏབ་འདུག་པ་ལྟར། དཀར་ཆག་འཕང་ཐང་མ་བོད་ཀྱི་བཙན་པོ་རལ་པ་ཅན་གྱི་སྐུ་དུས་སུ་བྱུང་བ་ཡིན་པའི་ཤོད་སྲོལ་ཞིག་ཀྱང་ཡོད་པ་ཤེས་ཐུབ། གང་ལྟར། དཀར་ཆག་འཕང་ཐང་མ་བྱ་བ་ནི། བཙན་པོ་ཁྲི་ལྡེ་སྲོང་བཙན་སེར་སྣ་ལས་འཇིགས་ཉུལ་དང། བཙན་པོ་རལ་པ་ཅན་སུའི་སྐུ་དུས་སུ་བྱུང་བའི་དབང་དུ་བྱས་ཀྱང། ཕོ་བྲང་འཕང་ཐང་བསྐྱར་གསོ་བྱས་པའི་རྗེས་སུ་ཡིན་པ་རྟོགས་ཐུབ། རྒྱུ་མཚན་ནི། གོང་དུ་བཤད་པ་ལྟར། ཕོ་བྲང་འདི། ཐོག་མར་བཙན་པོ་ཁྲི་ལྡེ་གཙུག་བཙན་གྱི་སྐུ་དུས་སུ་བཞེངས་པ་ཞིག་ཡིན་ཡང། ཁོང་གི་སྲས། བཙན་པོ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་སུ། བོད་ཁམས་ལ། ཆུའི་གནོད་པ་བྱུང་བའི་སྐབས། ཕོ་བྲང་འཕང་ཐང་ཀ་མེད་ཆུས་ཁྱེར་བའི་ལོ་རྒྱུས་ཤིག་ཡོད་པས། ཕོ་བྲང་དེ་ཉིད། ཆུས་ཁྱེར་བའི་རྗེས་སུ། ཐེངས་གཉིས་པ་བསྐྱར་གསོ་མཛད་ཡོད་པ། ཚོད་དཔག་བྱེད་ཐུབ་པ་ཞིག་ཡིན། འོན་ཀྱང། དུས་ཕྱིས་སུ་ཕོ་བྲང་འཕང་ཐང་ཀ་མེད་བསྐྱར་བཞེངས་བྱས་པ་དེ་ཡང། ཐུར་ཤིད་དུ་ཕྱིན་འདུག་པ་སྣང་སྟེ། དེང་སང། ཕོ་བྲང་འཕང་ཐང་ཀ་མེད་བྱ་བ་ནི། གནའ་སྔ་མོ། ས་གནས་གང་ཞིག་ཏུ་བཞེངས་པའི་གནས་དང། མཁར་ཤུལ་ཙམ་ཡང་ངོས་འཛིན་བརྟན་པོ་བྱེད་མི་ཐུབ་པའི་ཚོད་དུ་གྱུར་ཡོད། བོད་ཀྱི་མཁས་དབང། དུང་དཀར་རིན་པོ་ཆེས་ཕོ་བྲང་འཕང་ཐང་གི་སྐོར་ལ་ཞིབ་འཇུག་གནང་འདུག་ཀྱང། མཐའ་སྡོམ་དུ། དཔྱད་གཞི་ཚད་ལྡན་མ་རྙེད་ཅེས་པ་ཙམ་མ་གཏོགས། ཕོ་བྲང་དེ་ཉིད་གང་དུ་བཞེངས་པའི་ས་ཕྱོགས་ཙམ་ཡང་གསལ་ཁ་བཙལ་ཐུབ་མེད། མདོར་ན། བོད་ཀྱི་ལོ་རྒྱུས་ཐོག་སྙན་གྲགས་ཡོད་པའི་ཕོ་བྲང་འཕང་ཐང་དང། དེའི་ཆ་ཤས་ཀྱིས་ཀ་མེད་ཀྱི་གཙུག་ལག་ཁང་གཉིས་ཀ་གཏད་མེད་ཤུལ་མེད་དུ་གྱུར་ཟིན་པ་རེད། གཙུག་ལག་ཁང་བཤོལ་མེད་དུ་གྱུར་པ་དང་མཉམ་དུ། དེའི་ནང་དུ་བཞུགས་པའི་གསུང་རབ་རྣམས་ཀྱང་བཤོལ་མེད་དུ་གྱུར་ཡོད་པ་ཚོད་དཔག་བྱེད་ཐུབ་པ་ཞིག་ཡིན།